འོ་ཡ་ད་འགོ་བཙུགས་ཡིན་ད། དེ་རིང་གཡུག་གཡུག་དང་ཡོམ་ཡོམ་སྐོར་ལ་བཤད་ཀྱིན་ད། ད་ལྟོས་ཨ། ག་རེ་རེད་ད་དུས་ཚོད་ཀྱི་ཐོག་ནས་གཡུག་གཡུག་ཟེར་ན་ག་རེ་སྲིད་གོ་རེད་རོ་ཨ་ཤེས་མཁན་ཡོད་པས་ཡིན་ད། དུས་ཚོད་ཀྱི་གཡུག་གཡུག་ཟེར་ན་ད་ནས་འགོ་བཙུགས། དར་རྒུད་རོ་ཨ། བར་འདང་བརྒྱུད་དེ་དུས་ཚོད་ཀྱི་ཆ་ནས་རོ་ཨ། ཡོམ་ཡོམ་བྱེད་བ་དེ་ག་རེད་མིང་གཞི་རང་ནས་འགོ་བཙུགས། ཨ། རླབས། བྱས་ཙང་དུས་ཚོད་དང་བར་སྣང་གཉིས་ཀྱི་ཐོག་ནས་གཡུག་གཡུག་བྱེད་བའི་སྐོར་ལ་བཤད་ཀྱིན་ད་རོ་ཨ། དར་རྒུད་དང་རླབས་ཀྱི་སྐོར་ལ། ང་ཚོ་དར་གུད་སྐོར་ལ་བཤད་ཚར་ཡིན་པ། ཡར་བསྐུལ་བ་དང་མར་བསྐུལ་བ་རེད་བ། ཡང་ན་ཡར་མར་རྒྱབ་མདུན་ལ་འཕྱང་འཕྲུལ་བྱས་ནས་དེ་མེད་ན་བསྐྱར་དུ་ཡོང་བ་དང་ཡང་ན་འགོ་ནས་ཡོང་བ། ངས་ས་སྨྱུག་ཕྱི་ལག་ནས་ནག་པར་གང་ལ་འདི་འདྲས་བྱས་ནས་ཡར་མར་དར་གུད་བྱེད་ཐུབ་ཀྱི་རེད་དེ། འདི་འདྲས་བྱེད་དུས་ང་ཡར་མར་དར་གུད་ཏོག་སྙམ་དོགས་ཡོང་གི་འདུག་ཨ། ད་ངས་ཡར་མར་ག་འདྲས་བྱས་ནས་ཡང་སེ་ཡང་སེ་འགྲོ་དགོས་མེད་དེ་ཟློས་བརྗོད་ལ་ཐུག་བསྡད་ཡོད་རེད། ད་ངས་ཟློས་བརྗོད་ཟེར་ཏེ་ག་རེ་ལབ་ན་ཡིག་གདའ་ནས་འགོ་བཙུགས་ཀྱིན་གདའ། དེ་ལ་ཡང་ཟློས་བརྗོད་སྨྲ་བོ་བྱོས་གདའ། འདོད་འཇོའི་ཐོ་བོ་ཞིག་བཏང་འདོད་ཡོད་པས། ཨང། དེ་སྤྱི་དང་ཤེས་བྱ་གྱི་རུ་བ་བྱ། ཨང། སྙིང་རྗེ་འུ་འདི། ད་འདོད་འཇོའི་ཐོ་བོ་ཞིག་ལབ་པ་ཡིན་ན་ག་འདྲས་ཡོད་རེད་ཚོད་དཔག་བྱས་ཨ། ག་ཚོད་ཀྱི་ལག་ཡིན་པ། ཨོ་ད་དེ་ཧ་གོ་མེད་ད་དེ་རང་ཚོད་ཧ་གོ་གི་ཡོད་ཨ་ཡིན་ད་ལ། འདོད་འཇོའི་ཐོ་བོ་ཟེར་ན་ག་འདྲས་རེད་ཏྲ་ཏྲ་ཏྲ་ཏྲ་ཏྲ་དེ་དང་ཞིག་རུ་བ། འགྲིག་སོང་ཨ། ཡིན་ནའི་འདོད་ཆོས་མཐོ་བོ་དེ་ཚོ་བར་སྣང་བརྒྱུད་ནས་རྒྱ་ཁྱོད་བྱེད་དུས་ལྟོས་ཨ། དེ་འདྲ་རིགས་ཤིག་བྲིས་ཀྱི་རེད་དེ་ལ་ང་ཚོས་ག་ལ་བསླབ་ཀི་རེད། སྲིན་མགོ་ཐིག།
ཨང། དེ་སྲིན་མགོ་ཐིག་ཅིག་རེད་བ། ཡིན་ནའི་དེ་བསླབ་དགོས་མཚོན་དོན་ཞིག་རེད། དེ་འགྲིག་སོང་ཨ། ད་ང་ཚོ་དེའི་སྐོར་ལ་ཡང་འགྲེལ་བཤད་ཁ་ཤས་རྒྱག་གིན་གདའ། ད་འདོད་ཆོས་དེའི་བར་སྣར་ཆགས་ཡོད་གདའ། ཚིག་དེ་ཚོ་ངའི་ཆ་མཉམ་གྱི་ཚིག་ཐིག་ཆགས་ཡོད་རེད། ངས་ཆ་མཉམ་གྱི་ཐིག་དེ། གང་ལ་དར་སྐུལ་བྱས། དང་ན་ཞིག་འོག་ལ། ད་གང་ནས་བག་ཅེས་འོག་ནས་བག། གང་ཐུག་ཐུག་གི་རིང་པོ་འགྲོ་གིན་གདའ། ངས་དམིགས་བསལ་གྱིས་རྒྱང་ཐག་དེ་ལ་ཡང་ག་རེ་ལབ་དགོས་རེད་ལབ་ཡིན་ན། དེ་སྐོར་བཤད་དུས་དེ་ལ་ཡང་མིང་ཅིག་བཏགས་གིན་གདའ། ར་ད་རང་ཚོའི་རླབས་གཅིག་གི་རྒྱང་ཐག་རིང་ཤོས་དེ་ལ་ཡང་ག་རེ་གཟིགས་གིན་པ་ཡིན་གདའ་ག་ནས་འགོ་བཙུགས། དགུ་པང།
ད་ག་རང་དགུ་པང་ཆ་ཚང་ལག་གོ་བྱུང་མ་སོང་བ། འཛིན་གྲྭ་གཞན་པ་ཡིན་པ་ཡིན་ན་ག་ནས་འགོ་བཙུགས་པ་ནས་བཅུག་དུས་ཆ་ཚང་ལག་གོ་བྱེད་ཀྱི་རེད་བ། ཁོ་ཚོ་ཚང་སྨོན་ལོག་འཐོམ་འགྲོ་གི་རེད་བ་ད་པང་ཟིག་ལབ་ཡོང་དུས་ཤི་ནས་ཨོ་ལག་གི་རེད། ང་ཚོས་དེ་དགུ་པང་ཡིན་པ་མཐོང་དུས་དེ་ལ་ཡང་དགུ་པང་ཨེ་འགྲིག་གི་རེད། མང་པོ་ཅིག་གུས་པའང་ལབ་དུས་དེ་ནས་དེའི་བར་གར་ཆེན་བསམ་དགོས་རེད། མ་རེད་མ་རེད་མ་རེད་ལབ་ཙེ་གཅིག་ནས་ལབ་ཙེ་གཅིག་གིས་ཀྱང་ད་ལབ་ཙེ་དེ་ནས་ལབ་ཙེ་དེའི་བར་དུ། ད་གུས་པའང་ལབ་ཡག་དེའི་ཆ་སྙམ་གྱི་གནས་ཡུལ་དེ་ནས་ཀྱང་ད་རིང་ཤོས་དེའི་བར་དུ་རེད་དེ་འགྲིག་སོང་ཨ། དེ་ཚང་མ་ལོ་ངེས་ཚིག་ཙམ་གྱི་རེད། ངེས་ཚིག་དེ་ཚོ་ཡོད་ཙང་ང་ཚོས་སྒྲའི་སྐོར་ལ་ཡང་སྐད་བཤད་ཐུབ་གི་བ་རེད། དེ་མ་ཟད་ང་ཚོས་འོད་སྐོར་ལ་ཡང་སྐད་ཆ་བཤད་ཐུབ་གི་ཡོད་རེད་བ། གལ་སྲིད་ན་གཉིས་ཀ་བསླབ་གི་རྣམ་པ་བྱེད་རེད་བ། ཨང། ང་ཚོས་ཀྱང་ད་དེའི། དེ་ནས། དེའི་བར་ལ་ཡ། དེ་བསླབ་སྟངས་རེད་བ། ལབ་རྟགས་དེ་ཨེལ། ང་ཚོས་དེ་ལ་ཡང་ཨེལ་ཅེས་བྱ་གིན་དར་བ། ཡིན་ནའི་རང་ཚོས་དེ་མི་འདྲ་བ་འདྲ་བོ་ཞིག་མཐོང་གི་འདུག་ཨེལ་དེ་ཨིངས་མེད་པ་འདྲ་བོ་ཞིག་མཐོང་གི་འདུག་དེ་ཏོག་གཟི་བརྗིད་ཆེ་རུ་བཏང་པ་ཡིན་ན་ཡག་གི་མི་འདུག་ཕལ་ཆེར་ང་རང་ཚོས་གྷི་རིག་གི་གསལ་བྱེད་ཨེལ་དེ་བེད་སྤྱོད་བཏང་པ་ཡིན་ན་ཡག་གི་མི་འདུག་ང་རང་ཚོས་གྷི་རིག་གི་ཡི་གེ། གྷི་རིག་གི་ཡི་གེ་ཨེལ་ལ་ག་རེ་ལ་གི་ཡོད་པ་ཤེས་མཁན་ཡོད་པས། མི་འདུག་མི་འདུག་སུ་ཞིག་ཤེས་གི་མི་འདུག་གྷི་རིག་མཁས་པ་དེ་འདྲ་ཡོད་པས། ཨལ་ཧྥ་མ་རེད།
ལེམ་བྲ།
ཨོ། ལེམ་བྲ་ལེམ་བྲ་དག་རང་ལེམ་བྲ་ལྟོས་ཨ་དེ་ལ་ཡང་ཡམ་ཆེ་ཡ་གལ་ཡོད་མ་རེད། རང་ཚོའི་ཕ་མའི་ནང་ལ་རོ་ཨ་ཡི་གེ་ཨེལ་ཏེ་བྲིས་པའི་སྐབས་ལ་ཡང་གསལ་བྱེད་ཡི་གེ་ཨེལ་ཏེ་དང་ངའི་ཤེས་རྒྱུད་ལས་སླ་བོ་རེད། ཡིན་ནའི་ཕ་མས་འདི་འདྲའི་ཞེས་བྲིས་བ་མཐོང་པ་ཡིན་ན། ཨོ། ད་དེ་དཀའ་ལས་ཁག་པོར་ད་རང་ཚོས་འདི་འདྲས་སྦྱང་གི་ཡོད་པས་ཡིན་ནའི་ངའི་དེ་ཤེས་རྒྱུད་ད་རོ་ཨ་དེ་དེའི་གྷི་རིག་གི་གསལ་བྱེད་ཨེལ་ཏེ་བསླབ་རྟགས་སྟོན་དོན་རོ་ཨ་རང་ཚོའི་བསླབ་རྟགས་ཀྱི་ཐ་སྙད་ཆུད་ཟོས་ནང་ནས་ཤེས་གི་རེད། བྱས་ཙང་དེ་ནང་དོན་དེ་ཤེས་ངོ་རེད་གྷི་རིག་གསལ་བྱེད་ཨེལ་ཏེ་རྒྱང་ཐག་རེད་བསླབ་གི་རྒྱང་ཐག། སོང་ཙང་རླབས་ཀྱི་རྒྱང་ཐག་དེ་རྩེ་མོ་ནས་རྩེ་མོ། ཡང་མིན་ན་དེ་ནས་དེའི་བར་ལ་ཡང། འདི་ཡང་རླབས་རྟགས་ཀྱིས་རེད། མི་ཁ་ཤས་སྒོ་དྲུག་ནས་ཁོང་ཚོས་དེ་ལ་ཡང། ཨོ་དེ་དེ་དེ་ནས་དེའི་བར་ལ་རེད། མ་རེད་བ། རླབས་དེའི་ཆ་ཤས་དེ་མ་དྲུག་རེད། འདི་ཡང་དྲུག། དེ་སྐོར་ལ་གང་ཟག་གཅིག་མ་ཁོག་པ་དང་སྒུག་བསྡད་ཁུར་བུམ། མ་ས། ཧ། ལེམ་ཏྲ་དེ་རླབས་ཀྱི་རྒྱང་ཐག་ཀྱིས་རེད་དེ་གིས་དེ་འདྲའི་བྱས་ནས་སྐོར་ལ་གང་ཟག་གཅིག་བསྐོར་དགོས་རེད་དེ་འགྲིགས་སོ། དེ་འདྲའི་བྱས་ནས་ཡ། ཡང་བསྐྱར་འདི་འདྲས་ཤིང། འདི་འདྲས། འདི་འདྲས། འདི་འདྲས། ཧ་ཧུག་དེ། བྱས་ཙང་འདི་རང་བསླབ་རྟགས་རེད། བསླབ་རྟགས་ཀྱི་རྒྱུན་འདི་རང་ཚོས། ག་བ་ཡི་གནས་ལས་མཐོང་ཐུབ་ཀྱི་རེད། ནམ་རྒྱུན་ནས་རྩེ་མོ་ནས་རྩེ་མོ་ཡང་ན། ཡང་སྲིད་འདི་ནས་དེའི་བར་ལ་རེད། བསླབས་ཏེ་འདི་འདྲས་བྱས་ནས་འདི་ནས་འགོ་བཙུགས། ད་འདིའི་བསླབ་རྟགས་ཆ་ཚང་ཅི་རེད། བསླབ་རྟགས། བསླབ་རྟགས། དེ་ལས་སླ་བོ་འགྲོ་གི་འདུག་ཨ་ཧུམ། བྱས་ཙང་ང་ཚོ་བསླབ་རྟགས་གཅིག་སྐོར་ལ་བཤད་དུས་ངས་བསླབ་རྟགས་གཅིག་སྐོར་ལ་བཤད་དུས་ང་རང་ཚང་མས་སྐད་ཆ་གཅིག་པ་བཤད་དགོས་རེད་དེར་བ། འདི་ལ་ཡང་དང་ཐོག་དར་གུད་སྐོར་ལ་སྐད་ཆ་གཞན་པ་བྱོས་རེད། འདི་དར་གུད་ཅིག་ཏུ་ཨ། ད། དར་གུད་དེ་ལ་ཡང་འདོད་ཆོས་བྱོས་རེད། རང་ཚོས་བལྟས་པ་ཡིན་ན་དེའི་འདོད་ཆོས་དེ་ག་ཚོད་རེད། ག་རེ་ག་རེ་འདོད་ཆོས་རེད་ལབ་ན་ག་ལ་དགོས་རེད་རང་གིས་དང་གིས་ལབ་སོང་བ་དར་གུད་རེད། དེའི་ཐོབ་གྲངས་དེ་ག་རེ་རེད་འདོད་ཆོས་ཀྱི་གྲངས་ཀའི་ཐོབ་གྲངས་དེ། འདོད་ཆོས་ལབ་ན་སྐར་ཆ་གཅིག་ལ་སྐོར་ར་ག་ཚོད་རྒྱག་དགོས་རེད་ཡིན་ད། དེ་ནས་འགོ་བཙུགས་ཡིན་ད། ལིའི་ག་རཱ་ཟུ། སྐར་ཆ་གཅིག། གཅིག་ཚགས་ག་ཚོད། སྐར་ཆ་གཅིག་ལ་སྐོར་གཅིག། སྐར་ཆ་གཅིག་ལ་སྐོར་ར་གཅིག་ལབ་གི་ཡིན་ད། གལ་སྲིད་དེ་སྐར་ཆ་རེ་ལ་ཡ་རྒྱབ་མདུན་ལ་ཡ་ཐེངས་གཅིག་གཡུག་གི་ཡོད་པ་ཡིན་ན། ད། དེའི་དར་གུད་ཀྱི་འདོད་ཆོས་དེ་སྐར་ཆ་གཅིག་ལ་ཡ་དར་གུད་དེ་ཐེངས་གཅིག་བྱེད་དགོས་བ་རེད་གསལ་བོ་ཆགས་སོན། ཡང་མེད་ན་ད་ང་ཚོས་སྐོར་ར་གང་ཚར་གཅིག་སྐར་ཆ་གཅིག་ལ་ཧ་གོ་སོང་ཨ། ཡང་མིན་ན་ང་ཚོས་དེ་ལ་ཡང་ཨི་བས་གཅིག། ཨོ་མ་རེད་མ་རེད་མ་རེད་དེ་ལ་ཡང་ཧ་གཅིག། འོ་ཡ། ཧ་གཅིག་ལབ་པ་ཡིན་ན་དེ་དེའི་མིང་བསྡུས་བྱ་འགྱོ་ཆགས་ཀྱི་ཡོད་རེད་སྐར་ཆ་གཅིག་ལ་ཡང་དར་རྒུད་གཅིག་བྱས་པའི་མིང་བསྡུས་འགྱོ་རེད་དེ་འགྲིགས་སོ་ཨ། དཔེར་ན་ངས་སྐར་ཆ་གཅིག་གི་ནང་ལོགས་ལ་ཡ། རྒྱབ་མདུན་ལ་ཐིག་གཉིས་དེ་འདྲས་གཡུགས་པ་ཡིན་ན། ད་ལྟ་ཧ་ག་ཚོས་དར་རྒུད་བྱེད་གོ་རེ་ཚོད་དཔག་ཡིན་ད། འོ་ཉག་ནས་གོ་བཙུགས། གཉིས།
དེ་ལས་ལོག་ཏུ་གཉིས་རུ་བ། ལས་ལོག་ཏུ་བ་འདི་ཐབས་ཤེས་བྱ་འདི་ཐབས་ཤེས། དཔེ་ཆ་བྱ་བས་ན་དཔེར་ན་ངས་འདི་སྐར་ཆ་གཅིག་གི་ནང་ལོ་ལ་རྒྱབ་མདུན་ལ་ཡང་ཐེངས་བདུན་དར་རྒུད་བྱས་པ་ཡིན་ན་ག་འདྲ་ཡོང་གི་རེད་ཡིན་དཱ་ཡིན་དཱ་ཡིན་དཱ། སྐར་ཆ་ལ་བདུན་ཚགས་དགུ་ཡིན་ན་ད་ཧ་ག་ཚོད་བྱ་དགོས་རེད་ཡིན་དཱ། བརྒྱད།
བརྒྱད་མ་རེད་མ་རེད་མ་རེད་མ་རེད་ཧ་ལམ་བརྒྱད་དང་ཉེ་བར་བ། དཔེར་ན་ད་ང་ཚོས་ཞིབ་ཚགས་ཀྱིས་མ་ཕྱིན་པ་ཡིན་ན་སྐར་ཆ་ལ་ཡང་བདུན་དང་ཚགས་དགུ་དར་རྒུད་བྱེད་ཀྱི་ཡོད་པ་བཅས་ད་ཧ་ག་ཚོད་བྱ་དགོས་རེད་ཡིན་དཱ། བདུན་དང་ཕྱག་དགུ། ཧཱུྃ། བདུན་དང་ཕྱག་དགུ། ག་ལ་བ་ཤེས་ཟེར། ཧཱུྃ། ཅེས་སོ། བདག་བསམ་ཚུལ་བཞིན་པ་ཇི་ལྟར་བ། བདག། དར་གུད་ཀྱི་འདོད་ཆོས་སྐོར་ལ་ཡང་མ་བཤད་པ་ཕྱིར། བ་ཀོ་ར་ཅིག་གང་ཚང་འཁོར་གཡག་གི་དུས་ཡུན་དེ་གང་ལ་བཤད་ཀྱིན་གདའ། ད་དེའི་སྐར་ཆ་གཅིག་ལ་ཡང་དར་གུད་གཅིག་ཧཱུྃ་གཅིག། ད་དེའི་སྐར་ཆའི་ནང་ལོགས་ལ་ཀོ་ར་གང་ཚང་གཅིག་གྱ་ཡ་ལ་དུས་ཚོད་དེ་ག་ཚོད་གོ་གི་རེད་ཡིན་གདའ། ཧཱུྃ། ཅག་ནས་འགོ་བཙུགས། གཅིག།
གཅིག།
དེར་བ། དཔེར་ན་ངས་དེ་འདོད་ཆོས་གཉིས་རེའི་ཐོག་ལ་ཡར་འཕགས་ཚུལ་གཡུག་གཡུག་བྱས་བས་ན། ད་ག་ཚོད་གོ་གི་རེད་ཀོ་ར་གང་ཚང་གཅིག་རྒྱག་ཡ་ལ། ཆད་ཀ།
མི་ཚང་མས་མཐོང་གི་མ་རེད། ཡིན་ནའི་ལས་དེ་མང་ཆེ་བས་མཐོང་གི་རུ་བ། ཡིན་ད་ད་རང་ཚོ་ཕན་ཚུན་གྲོས་བསྡུར་བྱས་ནས་དེ་ཀོ་ར་གང་ཚང་གཅིག་འཁོར་ཡ་ལ་དུས་ཚོད་དེ་ག་ཚོད་གོ་གི་ཡོད་མེད་ལྟོས་ཨ། ད་དེ་ཧཱུྃ་གཉིས་ཐོག་གཡོ་སྒུལ་བྱེད་དུས། ཡིན་ད་ལན་དེ་ག་རེད། ག་ཚོད་ཀྱི་ཆད་ཀ། འོ། ད་ག་རང་ད་ག་རང། དཔེར་ན་ངས་རང་ཚོར་འདི་འདྲ་བྱས་ལབ་ན། ངས་འདི་འདྲ་བྱས་རྒྱབ་མདུན་ལ་ཏྲ་ཏྲ་ཏྲ་ཏྲ་ཏྲ་བྱས་ནས་སྐར་ཆ་གཅིག་ལ་ཐེངས་བདུན་གཡུག་པ་ཡིན་ན། འདོད་ཆོས་དེ་ག་ཚོད་རེད། བདུན་ཆ་གཅིག།
གཟབ་གཟབ་བྱེད་ཨ་གཟབ་གཟབ་གཟབ་གཟབ་ཡིན་ད། རང་ཚོས་གར་བྱས་བ་ཧ་གོ་སྲས། རང་ཚང་མས་ངས་དུས་ཚོད་དེ་ག་ཚོད་ཡིན་པ་དྲི་བ་དྲི་གི་རེད་བསམ་སོང་ཨ། ད་ངས་དུས་ཚོད་དེ་ལས་ཡ་ཡ་ནས་འགོ་བཙུགས་པ་ཞིག་ལབ་གི་ཡིན་ད། ཡུན། རང་ཚང་མས་ངས་དྲི་བ་དེ་དྲི་གི་རེད་བསམ་སོང་ཨ། སློབ་གྲྭའི་ནང་ལ་གཟབ་གཟབ་བྱེད་ཨ། གང་ཡིན་ཟེར་ན་དྲི་བ་དེ་མ་རེད་རང་ཚོར་དྲི་བ་གཞན་པ་ཞིག་ཡོད། འདོད་ཆོས་དེ་ག་རེ་ཡིན་པ་དེ་རེད། རྗེས་ཀྱི་གཟའ་པ་སངས་ལ་རང་ཚོ་ཡིག་རྩལ་བཏང་དུས། དེ་འདྲའི་བཤད་འགོ་བཙུགས་ཡོད་ནི་ཨོ་དྲི་བ་དེའི་ལན་དེ་ངས་ཆ་ཚང་མ་ཀློག་གོ་ནས་འགོ་བཙུགས་ཡོད། ཡིན་ནའི་ལས་གཟབ་གཟབ་བྱེད་ཁུར་དང་རང་ཚོའི་བསམ་པ་ལས་ལྷག་པ་ཡིན་སྲིད་གི་གདའ། བྱས་ཙང་ཡང་བསྐྱར་གལ་ཆེའི་ངའི་དེའི་སྐར་ཆ་གཅིག་ལ་རྒྱབ་མདུན་ལ་ཐེངས་བདུན་གཡུགས་པ་ཡིན་ན་འདོད་ཆོས་དེ་ག་ཚོད་རེད། ཧཱས་བདུན།
ད་དེའི་དུས་ཡུན་དེ་ག་ཚོད་རེད། བདུན་ཆ་གཅིག་ད་ག་རང།
བྱས་ཙང་དེའི་འདོད་ཆོས་དང་དུས་ཡུན་གཉིས་ཀྱི་བར་ལ་ཡང་འབྲེལ་བ་ཅིག་ཡོད་པ་དེ་སྟོན་ཡོད་རེད། འདོད་ཆོས་ཏེ། བསྡུར་ཚད་ཀྱི་ཐོག་ནས་གྲངས་ཀ་གཅིག་ལ་དུས་ཡུན་གྱི་དགོས་པ་དང་གཅིག་པ་ཆག་སྒོ་རེད། ཐ་ན་དེ་དུས་ཡུན་གྱི་དགོས་པ་དང་གཅིག་པ་གཅིག་རྐྱང་ཆག་སྒོ་རེད་གལ་སྲིད། འདོད་ཆོས་དེ་དུས་ཚོད་སྐར་ཆ་དྲོ། དེ་མིན་ན Hertz དྲོ། དུས་ཡུན་དེ་སྐར་ཆའི་ནང། ཁྱེད་རང་ཚོས་གནས་ས་དེའི་གོ་རྟོགས་རེ་ལབ་ཡིན་ནའི་འགྲིག་རེད། བྱས་ཙང་གོ་དིང་སློག་བ་ཡིན་ནའི་འགྲིག་རེད། ཁྱེད་རང་ཚོའི་ནང་ལ་ཡོད་པའི་གློག་གི་ཡོ་བྱད་དེ་ཚོ། གློག་ཤུགས་དེ Hertz དྲུག་ཅུའི་ཐོག་ནས་ལས་ཀ་བྱེད་སྒོ་རུ་བ། སྐར་ཆ་རེ་རེའི་ཐོག་ལ་ཡར་ཀློག་གི་ཕན་ཚུན་རེས་མོས་ཀྱིས་གཡོ་འགུལ་ཐེངས་དེ་ག་ཚོད་ཕྱིན་འགོ་རེད། ཐེངས་དྲུག་ཅུ། འོ། ཐེངས་དྲུག་ཅུ།
ད་དེའི་དུས་ཡུན་དེ་ག་ཚོད་རེད་ཕག་ཚུལ་གཡོ་འགུལ་གྱི་དུས་ཚོད་དེ་ག་ཚོད་ཆགས་འགོ་རེད། འོ། སྐར་ཆ་གཅིག་གིས་དྲུག་ཅུའི་ཆ་གཅིག་དེ་རེད། ཁྱེད་རང་ཚོས་འདོད་ཆོས་ཀྱིས། གནས་ས་དེ་གོ་ལྡོག་བྱས་ཡ་དེར་བ་དེ་འགྲིག་སོང་ཨ། འོ། དུས་ཡུན་གྱི་གནས་ས་དེ་གོ་ལྡོག་པ་ཡིན་ན་འབུམ་ཁྱེད་རང་ཚོ་འདོད་ཆོས་དེ་རག་གི་རེད་དེ་ཨ་ཁོ་སོང་ཨེ། འོ་ཡ། དེ་ཚོ་བསམ་ཚུལ་གལ་ཆེན་པོ་རེད་བ། ད་ང་ཚོ་རླབས་སྐོར་ལ་ཡང་བཤད་དུས། བསམ་ཚུལ་གལ་ཆེན་པོ་གཅིག་སྟེ། རླབས་ཀྱི་མགྱོགས་ཚད་དེ། རླབས་ཀྱི་ག་ཚོད་མགྱོགས་པོ། ད་དངོས་པོ་ཅིག་མགྱོགས་ཚད་ག་ཚོད་འགྲོ་མིན་དེ། མཐུག་ས་དེ་རྒྱང་ཐག་དང་དུས་ཚོད་ག་ཚོད་འགོར་མིན་གྱི་བསྡུར་ཚད་དེ་རེད། སོང་ཙང་རླབས་ཀྱི་མགྱོགས་ཚད་སྐོར་ལ་བཤད་དུས། དེ་གར་ཐག་གཅིག་པ་རེད་ལབ་ཡིན་ན།

ང་རང་ཚོའི་བསླབ་བཏགས་ཀྱི་གྱང་ཐག་དེ་ཁྱེར་ནས་འགྲོ་གིན་གདའ། འོ་དེའི་གྱང་ཐག་དེ་འགྲོ་ཡག་ལ། དེ་ནས་དེའི་བར་ལ། ཡང་ན་དེ་ནས་དེའི་བར། ཡང་ན་དེ་ནས་དེའི་བར། གལ་སྲིད་ངའི་བསླབ་དགེ་བསླབ་བཏགས་གཅིག་གི་ནང་ལོགས་ལ་དེའི་ནང་ལ་ཕྱིན་པའི་དུས་ཚོད་ཀྱི་རིང་ཚད་དེ་ཧ་གོ་བ་ཡིན་ན་ད་ངས་དེ་ལ་ཡང་བཅུག་ཆོག་གི་རེད་ང་ལ་ཡང་བསླབ་དགེ་མགྱོགས་ཚད་ཞིག་རག་གི་རུ་བ། གལ་སྲིད་དེ་འདྲའི་ཚད་ཡག་ལ་སྤྲོ་སྣང་ཡོད་པ་ཡིན་ན་ད་དེ་འདྲ་བྱུག་གི་རུ། ཨང་ད་ལབ་ཅིག་གིས་ཁོ་རང་གི་སྐོར་ར་གང་ཚང་ཅིག་བསྐོར་ཡག་ལ་དུས་ཚོད་དེ་ག་ཚོད་གོ་གོ་རེད། ད་དུས་ཚོད་དེ་ལ་ག་རེ་ལ་གི་རེད་ཡ་ནས་འགོ་བཙུགས། དུས་ཡུན། ད་ག་རང། ང་ཚོས་དེ་ལ་ཡ་དེ་ལབ་ཆོག་གི་རེད། ད་ལབ་རྟགས་ལ་དུས་ཡུན་གི་དགོས་པ་ཡིན་ན་ང་ཚོ་ལ་ལབ་རྟགས་ཀི་མགྱོགས་ཚད་དེ་རག་གི་རེད། ཡིན་ནའི་ལས་ལབ་གི་དུས་ཡུན་དེ་ཡང་བསྐྱར་བྲི་ཆོག་གི་རེད། ད་གཅིག་ལ་ཡ་དུས་ཚོད་དགོས། རང་ཚོ་ཨང་རྩིས་ལ་ཡ་གཏོགས་སུ་དོ་སྣང་ཡོད་མཁན་ཚོས་དེ་དེའི་མཉམ་བྱ་དེ་དེ་འདྲ་བྱས་ནས། ངས་འདི་འདྲ་བྱས་ནས་དྲིན་དར་བ། དེ་འདྲ་སོང་ཙང་ང་རང་ཚོ་ལ་ཡང་རླབས་གང་རུང་གི་མགྱོགས་ཚད་ལ་ཡང་བྲེལ་བ་བཟོས་པ་དེ་ཡོད་རེད། དེ་དེ་འདི་འདྲས་འགྲོ་བ་ཅི་རེད་བ། རླབས་ཀྱི་མྱུར་ཚད་ཅི་རེད་མྱུར་ཚད་ལ་ཡང་མགྱོགས་ཚད་དགོས། མགྱོགས་ཚད་དེ་མྱུར་ཚད་ཀྱི་ཆེ་ཆུང་རེད་བ། རླབས་ཀྱི་མྱུར་ཚད་དེ་རླབས་ཀྱི་དོད་ཆོད་ལ་ཡང་རླབས་རྟགས་ཀྱི་འགྱུར་བ་དང་གཅིག་པ་ཆགས་དེ་གོ་རེད་དེར་བ། རྗེས་མ་འོད་ཀྱི་མགྱོགས་ཚད་སྐོར་ལ་ཡང་བཤད་ཀྱིན་གདའ། འོད་ཀྱི་མགྱོགས་ཚད་དེ་འོད་ཀྱི་དོད་ཆོད་ལ་དེའི་བསླབ་རྟགས་བསྒྱུར་བ་དང་གཅིག་པ་རེད། གལ་སྲིད་ང་ཚོས་འོད་ཀྱི་བསླབ་རྟགས་དེ་ཤེས་ཀྱི་ཡོད་པ་ཡིན་ན་དེའི་འདོད་ཚུལ་ལ་རྩིས་རྒྱག་ཐུབ་ཀྱི་རེད་ལ་དེའི་མགྱོགས་ཚད་ཡང་ཤེས་ཐུབ་ཀྱི་རེད། འོ་ཡ། གལ་ཏེ་དེས་འོད་ཀྱི་མགྱོགས་ཚད་དེ་རྟག་པར་གཅིག་པ་ཡིན་པ་སྟོན་འོར་དེར་བར། འོད་ཀྱི་མགྱོགས་ཚད་དེ་ཤེས་ཀྱི་ཡོད་པས། འང། དེའི་མགྱོགས་ཚད་དེ་རླུང་མཁྲིས་ཀྱི་བསླབ་དང་གཅིག་པ་འགྲོ་གི་རེད། གང་ཡིན་ཟེར་ན་མགྱོགས་ཚད་གཅིག་པ་རེད་དེ་དམར་ཕྱིའི་འོད་ཟེར་དང་ཡང་ན། འང། སྨུག་ཕྱིའི་འོད་བསླབ། དགའ་མ་འོད་ཟེར་དང་ནང་ཆེན་ཀློག་ཁབ་གླེང་གི་བསླབ་ཚང་མ་དང་གཅིག་པ་འགྲོ་དགོས་རེད་མ་གཞི་ང་ཚོ་རྗེས་ལ་ག་རེ་བ་བཤད་ཀྱི་རེད་ཀློག་ཁབ་གླེང་གི་བསླབ་སྐོར་ལ་བཤད་པ་ཡིན་ན་དེ་ཚང་མ་ཀློག་ལ་མགྱོགས་ཚད་དེ་གཅིག་པ་ཡོད་རེད་དེ་དེ་ཀི་ལོ་མི་ཏྲ་འབུམ་གསུམ་ཆ་བགོས་རེད་སྐར་ཆ་གཅིག་ལ་ཡ་བྱས་ཙང་འོད་དེ་གཏན་གྲངས་ཡིན་པ་ཡིན་དུས་ང་ཚོས་དེ་ལ་ཡ་སིའི་ལབ་དགོས་རེད་སིའི་གཏན་གྲངས་རེད་བ། དེ་དེ་སྐར་ཆ་གཅིག་ལ་ཡ་ཀི་ལོ་མི་ཏྲ་འབུམ་གསུམ་རེད། དེ་འདྲ་ཡིན་དུས་ད་དེ་བསླབ་ཀྱི་འདོད་ཆོས་ལ་ཡ་བསླབ་རྟགས་ཀྱི་འགྱུར་བ་དེ་དང་གཅིག་པ་ཆ་བགོས་རེད། དྲི་བ་ཡོད་བས།
ད་ལྟ་དེའི་ཚད་གཞི་དེ་ག་རེད་དེ་ད་ལྟ།
ཡང་བསྐྱར་ལབ་ད། ད་ལྟ་དེ་ཚོ་རེ་རེ་ལ། ཚད་གཞི་ཏག་ཏག་ཞིག་གོ་རེ་བ། དཔེར་ན་ཁྱེད་རང་གི་རྒྱང་ཐག་དེ་ལ། ཚད་གཞི་དེ། མི་ཏྲ། འདྲ་པོ་ཞིག་ན་གོ་མ་རེད་ཨོ་ད་པས། ག་རང། གལ་སྲིད་དེ་དེའི་མི་ཏྲ་ན་ཡོད་པ་ཡིན་ན། དེའི་སྐར་ཆ་ན་ལ་ཡོད་བ་ཆེ་རེ་བ། ད་སྐར་ཆ་ལ་མི་ཏྲ་རེ་རེ་རེད། དེ་ལ་ཡང་ངའི་མགྱོགས་ཚད་དེ་སྐར་ཆ་རེ་ལ་མི་ཏྲ་རེ་རེད། ད་དེའི་སྟོན་ཡག་ལ་འོད་རླབས་གཅིག་གི་འགྲོ་ཡག་ལ་ཡང་ཀི་ལོ་མི་ཏྲ་འབུམ་གསུམ་འགྲོ་གི་ཡོད་བ་བསྟུན་གོ་རེ་སྐར་ཆ་གཅིག་ལ་ཡང། སྐར་ཆ་གཅིག་ལ་རྟ། བྱས་ཙང་ང་ཚོ་ལ་ཡང་རྒྱང་ཐག་དེ་མི་དྲར་ཡང་ན་མིན་ན་ཀི་ལོ་མི་དྲར་དེ་མིན་ན་མལ་ཁོར་མི་དྲར་ཡང་ན་མལ་བ། དེ་ནས་བཀྲིས་དེས་དུས་ཚོད་ཚད་གཞི་བྱས། ད་དེའི་ཉིན་གྲངས་ཡང་ཡིན་ཆོག་གི་རེད་དྲིས་སོང་ཨ། ཆུ་ཚོད་ཡིན་ཆོག་གི་རེད་ཆུ་ཚོད་ལ་མལ་ལེ་རེར་དང་སྐར་ཆ་ལ་མི་དྲར་རེ་རེ། རྒྱང་ཐག་གི་ཚད་གཞི་དང། དུས་ཚོད་ཀྱི་ཚད་གཞི་བྱས། བྱས་ཙང་མན་ངག་དེས་ཚད་གཞི་ག་རེ་ཡིན་ནའི་ལས་འགྲོ་གི་རེད་བས། ཨོ། ད་དེ་དེ་དེ་ཁྱེད་རང་གིས། སོ་སོའི་ཚད་གཞི་ལ་བཞག་གོ་བྱེད་གི་རེད། དཔེར་ན་རང་འདོད་ཆོས་དེ་སྐར་ཆའི་ནང་ལ་སྐོར་རྒྱག་གི་ཡོད་པ་ཡིན་ན། འགྲིག་སོང་ཨ། རང་མགྱོགས་རྩལ་དེ་ག་འདྲ་ཅིག་ཀོ་རེད་ལབ་ཡིན་ན་ཆུ་ཚོད་གཅིག་ལ་མལ་ལེ་གཅིག། ད་དེ་ཁྱེད་རང་གི་སྐར་ཆ་དེ་ཚོ་ཆུ་ཚོད་ནང་ལ་བག་འགྱུར་དགོས་རེད་གནས་ཚུལ་དེའི་རིགས་སློབ་ཚན་ནང་མང་པོ་ལེ་གི་རེད་བ། དེ་གཅིག་ནས་གཅིག་ལ་བག་འགྱུར་དགོས་རེད་དེ་རེད་བ། གལ་སྲིད་ཁྱེད་རང་ལ་ཡང་དེ་དེའི་སྐར་ཆ་གཅིག་ལ་ཡང་ཀོ་ར་གཅིག་ཡོད་པ་ཡིན་ན། དེ་དེའི་མི་སྒྲར་ནང་ཡོད་པ་ཡིན་ན། ད་མགྱོགས་རྩལ་དེའི་སྐར་ཆ་གཅིག་ལ་ཡང་མི་སྒྲར་གཅིག་རེད། གལ་སྲིད་དེ་ཀོ་ར་དེའི་སྐར་ཆ་ཡང་ན་ཧར་ཚ་དེ་ནས་དེ་མི་ལེ་མི་སྒྲར་ནང། ད་རང་མགྱོགས་རྩལ་དེའི་སྐར་ཆ་གཅིག་ལ་མི་ལེ་མི་སྒྲ་གཅིག། ད་དེ་གི་དོན་དག་གྲོགས་ཅིག་སྟོན་གི་རེད་མི་འདྲས། ཨ། ཡིན་ནའི་དེ་དེའི་ཕན་ཚུན་གི་འབྲེལ་བ་དེ་རེད་དེ་འདྲས་བྱས་ནས་ཕག་ཚུལ་དེ་འདྲས་བྱས་སྙིང་རྗེ་བོ་དོ། ཅི་ད་ང་ཚོས་དེ་ལ་ཡང་མགྱོགས་ཚད་ལབ་དགོས་རོ། དེའི་མགྱོགས་ཚད་དེ་ག་རེ་ཡིན་པ་ཚད་དགོས་རེད།
སྐར་ཆ་རེ་རེ་ལ་སྤྱི་ལེ་འབུམ་གསུམ་དེ་ཨང་རྩིས་ཀྱི་སྟབས་བདེ་བའི་སྤྱི་སྲོལ་རེད་ཅི་རེད་ཡང་ན་མགྱོགས་ཚད་འོ་དེ་ངོ་བོ་དངོས་དེ་ཡོད་རེད། ཀྱི་མགྱོགས་ཚད་དང་འདྲ་བོ་རེད་གྲངས་ཀ་གཉིས་གཉིས་དགུ་རུ་བ་ཡིན་ནའི་ཏག་ཏག་ཞིག་དྲན་མ་སོང།

ལབ་རྟགས་དེ་ཚོ་ག་འདྲའི་དྲ་བོ་རེད་ཁྲ་བོ་ཁྲ་བོ་དེ་འདྲའི་རེད་ཡང་ན་སྦོམ་པོ་སྦོམ་པོ། འོ་ང་ཚོས་དེའི་ཚད་ཐུབ་ཁུར་བ། ང་ཚོས་དེའི་ཚད་ཐུབ་ཁུར་རེད། ད་གལ་སྲིད་མགྱོགས་ཚད་དེ་སྡོད་བྱོས་དང་རླབས་གཉིས་འགྱུར་བ་དེ་ཡིན་པ་ཡིན་ན། རླུང་འཕྲིན་རླབས་ཀྱི་མགྱོགས་ཚད་དེ་ཨོ་རང་ས་དེ་ན་ཤེས་ཀྱི་ཡོད་པས་རླུང་འཕྲིན་རླབས་ཀྱི་མགྱོགས་ཚད་དེ་ད་ལྟ་འཕྲིན་རྟགས་རླུང་འཕྲིན་བཏང་ས་དེ་ནས་ཚུད་ཡོང་ངེས་ཏེ་འཕྲིན་རྟགས་དེ་ཚོའི་མགྱོགས་ཚད་དེ་ག་རེ་ཡིན་པ་ཁྱེད་རང་ཚོས་ཤེས་ངེས་ཡོད་པས། འཛིན་གྲྭའི་ནང་ལ་སློབ་ཕྲུག་ཁ་ཤས་ཀྱིས་ཏན་ཏན་ཤེས་མགོ་རེད། ཨ། དོན་དངོས་ཐོག་ངས་བལྟས་པའི་ནི་འཛིན་ཁང་དེའི་ནང་ལ་སློབ་ཕྲུག་ཕལ་ཆེ་བའི་ཤིང་སྒོ་རེད་དེ་མ་རེད། ཨོ་ཏོ་སྐུ་བ་དེ་དེ་འོས་བསྐོས་མགྱོགས་ཚད་མ་རེད་པས་ཁོ་རང་གི་དེ་འདྲས་ལབ་མ་ཟེར། མི་ག་ཚོད་ཀྱི་ལག་ཡིན་པ། ཨོ་དེ་ད་ལྟ་ང་རང་འོས་བསྐོས་མགྱོགས་ཚད་རེད་འདུག་བ། མ་རེད་འོས་བསྐོས་མགྱོགས་ཚད་དེ་འོས་ཀྱི་རེད་དེ་རླུང་འཕྲིན་གྱི་ལབ་རོགས་དེ་མི་འགྲོགས་རོགས་བ། མ་རེད་མ་རེད་དེ་ཁ་ཁ་མ་རེད་དེ་འདོད་འཇོའི་དམར་བོའི་རིགས་གཅིག་རེད་དེ་ང་ཚོས་བྱེད་ལ་སྦྱང་གི་རེད་འདོད་འཇོའི་དམར་བོའི་འོས་ལབ་དེ་རུ་བ། དེ་ཚང་མའི་མགྱོགས་ཚད་དེ་གཅིག་པོ་གཅིག་རྐྱང་རེད། བྱས་ཙང་མགྱོགས་ཚད་དེ། ཀི་ལོ་མི་ཏར། འབུམ་གསུམ། ཨང། སྐར་ཆ་གཅིག་ལ། ད་དེ་རླབས་ཀྱི་དོད་གཅོད་དང་རླབས་རྟགས་གཉིས་བསྒྱུར་བ་དེ་གཅིག་པ་རེད། རང་ཚོས་དགའ་ཤོས་བྱེད་སའི་རླུང་འཕྲིན་གྱི་བབས་ཚུགས་བྱེད་ལབ་ཨ་དེའི་མིང་དེ་ག་རེད། KCCN། རེད་བ། KCCN གྱི་འོད་ཟེར་ཨང་གྲངས་དེ་ག་རེད། ག་ཚོད། བཅུ་བཞི་ཚགས་ཉི་ཤུ། བཅུ་བཞི་ཚགས་ཉི་ཤུ། བཅུ་བཞི་དང་ཚགས་ཉི་ཤུ་རླབས་རྟགས་རིང་ལུགས་ག་ཚོད་ཡིན་མིན་བལྟ་གིན་གདའ། དོད་གཅོད་དེ་ག་ཚོད་ཡིན་མིན་ཚོད་དཔག་བྱེད་ཨ། བཅུ་བཞི་ཉི་ཤུ་ང་ཚོས་དེ་གཅིག་སྟོང་བཞི་བརྒྱ་བཟོས་བས་ན་འགྲིག་རེད་བས། ངས་དེ་གཉིས་བྱེད་ཐུབ་མ་རེད། དེ་དེ་ཆིག་སྟོང་བཞི་བརྒྱ་སྟེ། འཁོར་ཐེངས་ཆིག་སྟོང་རེད་འོང། འཁོར་ཐེངས་ཆིག་སྟོང་དང་ཐོག་དེ་ལས་ཡང་སྟོང་ཕྲག་ཞིམ་པ་བྱེད། དེ་དུས་ཆོས་དེར་བ། ད་ང་ཚོས་ལབ་ཐག་ཚད་དགོས་རེད། འོ་ཡ་ད་ང་ཚོས་དེ་ལས་ཡང་དེ་བསྒྱུར་བ་ཡིན་ན་དེ་རག་གི་རེད། ཨ་ད་རང་ཚོས་ཧ་གོ་གི་ཡོད་པའི་ར་བ་དེ་ཚད་ཐུབ་ཉིད་ཀྱི་མི་དེ་འདྲ་ཡོད་ད། ཞིམ་པ་དེ་གཉིས་ཧ་གོ་བའི་ཐོག་ནས། ཡོད་ད་དེ་འདྲ་ཡོད་ད། ཁོང་ཚོ་ལས་བཟོ་ལས་མཁས་པའི་རིགས། ཚན་རིག་པ་དང་དངོས་ཁམས་རིག་པ་བ་དེ་ཚོ་རེད། དོན་དངོས་ཐོག་ང་ཚོ་དང་གཅིག་པ་རེད་དེ་འདྲས་མ་རེད་བས། ལབ་རྟགས་དེ་ག་ཚོད་རེད་ཡིན་ད། ད་ཡིན་ད་རེད་བ། གཅིག། གཅིག། གཉིས། གཉིས། གསུམ། གསུམ། བཞི། བཞི། ལྔ། ལྔ། ཨུམ། ད་དེ་གསུམ་ཚ་བཅུ་བཞི། བྱས་ཙང་ལབ་རྟགས་དེ། གསུམ་ཚ་བཅུ་བཞི་དང་གཅིག་པ་རེད། ཚད་གཞི་དེ་ག་རེད་ན། ལ། ཁི་ལོ་མི་ཏྲར་བ། ཨུམ། ད་ལྟའི་མི་དྲག་སུམ་སྟོང་དེ་ལ། བཅུ་བཞི་དགོས་པ་དང་འདྲ་བོ་རེད། གཞི་དེ་གར་ཆགས་ནས་བླངས་པ་རེད། ངས་ཟེར་ན་གྲངས་ཀ་བཅུ་བཞི་དེ་སུམ་སྟོང་ནང་ལ་ཐིང་ག་ཚོད་སླེགས་རེད། རང་ཚོ་རྩིས་རྒྱག་ཡོད་ཆ་ཡོད་པས།
གཉིས་གཅིག་བཞི་ཆ་གཉིས་བརྒྱད་ལྔ་བདུན་གཅིག། རིང་ཐུང་དེ་མི་དྲག་ག་ཚོད་རེད་ལབ་ཡིན་ན། ཉིས་བརྒྱ་བཅུ་བཞི་འང། ཧང་སང་ཡ་ཅིག་རེད་མི་འདུག་ཨེ། དེའི་རིང་ཚད་དེ་རྐང་རྩེད་སྤོ་ལོའི་ཐང་ཆེན་གཉིས་དང་དང་ཐོག་ཏོག་ཙེ་རེད།

ངས་རང་བཙོང་ཡག་ཁྲིད་ཁུལ་ཞིག་བསྟུན་གིན་གདའ། མི་གཅིག་གིས་དེ་སྣེ་མོ་ནས་འཇུ་རོགས་བྱེད་ཨ། རང་བཙོང་ཨེ་རག་གོ་ཡོད་ན། དེ་ནང་དེ་ལངས་ཨ། ད་ངས་དེ་ཁྱེར་ནས་དེ་ལས་སུ་ཕག་ཚོས་དཀྲུག་དཀྲུག་བཏང་གིན་གདའ་རུ་ཨ། ཧོན། ཁོ་རང་ཕྱོགས་ལ་པགས་བཏང་བཞག་གིན་གདའ་རུ་ཨ། ད་མདོག་ཕག་སུ་འཐེན་གིན་གདའ་རུ་ཨ། ད་ངས་དར་རྒུད་འདི་འདྲ་བྱས་མིན་ན། རང་ཚོའི་ཐོན་ཁུངས་བཏུ་བའི་དར་རྒུད་དེའི་འགྲུལ་ཞུགས་ཀྱི་ཕྱོགས་སུ་ཕག་འདི་འདྲ་བྱས་ནས་འགྲོ་བསྡད་ཀྱི་ཡོད་བ། ང་ཚོ་ལ་ཡང་རླབས་རྟགས་དེའི་རིགས་ལ་ཡང་མིང་ཅིག་རེད་ཡིན་དང་ཡིན་ང་ཚོས་དེ་རླབས་རྟགས་གཉིས་ཀྱི་བར་ལ་དབྱེ་བ་ཕྱེ་གི་རེད། ད་དེའི་གཞུང་རླབས་དང་འཕྲེད་རླབས་ཆགས་བསྡད་དགོས་རེད། ད་རང་ཚོས་བྱས་མིན་ན་རླབས་རྟགས་དེ་ག་འདྲས་འགྲོ་འདྲས་དར་རྒུད་ཧ་ལས་བ་བྱེད་འགན་དེ། ད་དེའི་གཞུང་རླབས་རེད་ཡང་མིན་ན་འཕྲེད་རླབས་རེད། རླབས་འགྲུལ་ཞུགས་བྱེད་སའི་ཕྱོགས་དེ་ལ་རེད། ཡིན་ན་ད་ག་ཚོད་ཀྱི་ལག་གི་ཡིན་པ་ད་དེ་གོ་བོ་འཁྲུད་ཐབས་འགྲོ་བ་ཅིག་ཡིན་པ་བྱས་ཡོད་མི་འདུག

ཡང་དག་ཁྲལ་རིགས་ཀྱི་རྩེད་ཆས་སྙིང་རྗེ་བོ་ཁེ་ཡོར་དང། Trade Bracelet། དགེ་རྒན་གྱི་ལས་རོགས།
བསླབ་ནི་ང་ཚོའི་དེ་རིང་གི་རྩེད་མོའི་ནང་གི་ཆ་ཤས་དེ་རེད། ཨོ་ད་ཡིན་ད། ང་ཚོས་བསླབ་མཐོང་ཐུག་གི་འདུག་བས། འགྲིག་སོང་ང། ང་ཚོའི་སྐད་ཀྱི་ལབ་ཡས་ཡོད་རེད། དེ་སྙིང་ཅོ་ཞེ་དྲག་གཏོང་གི་རེད། ཁྱོད་ཚོར་རྙོག་འཛིང་ཅན་གྱི་ལབ་དེ་འདྲ་དང་སྣང་བ་འགྲོ་བའི་གཟུགས་དེ་འདྲ་མཐོང་ཡས་ཡོད་རེད། དཔེར་ན་ཤུགས་བརྒྱབ་ནས།
ལབ་དུས་ཚང་མ་ལོ་ལོ་ཁོ་རང་ཚོའི་བརྐོས་རིས་ཡོད་རེད། ང་རང་ཚོའི་མཛུབ་མོའི་རི་མོ་ནང་བཞིན་རོ།
གུ་ཨ། ག་པར་འགྲོ་གི་ཡིན། ངས་གང་ལ་མ་ཡོང་ཨ།
དེ་གོ་གྲུབ་པོ་འདུག་གས།
བྲིས་སོང། ང་གོ་སྐབས་གླེང་གི་ཡིན་ད། རོལ་ཆ་སྤྲོད་ག། གཅིག་བྱས་ན་ང་ཚོས་སྒྲ་ཡན་གྱི་བསམ་ཚུལ་སྐོར་ལ་གཅིག་བཏོན་པ་ཡིན་ན། ལགས་སོ། དང་པོ་ངས་སློབ་ཕྲུག་ཚོ་ལ་ཡང་དེ་ཅིག་བཤད་བས་ནི་མི་མང་པོ་ཅིག་ཡང་དེ་ལ་ཡིད་ཆེས་བྱེད་དགོས་བ་མ་རེད། ད་རང་ཚོ་ཤེས་མཁན་དེ་འདྲ་ཡོད་པས་བསླབ་བརྟག་གཅིག་གིས་བསླབ་བརྟག་གཞན་ཞིག་ལ་ཡང་མཚམས་རེ་ཡང་ཡིད་ལ་དྲོད་པོའི་ཐོག་ནས་ཕན་ཚུན་ཐེ་གཏོགས་བྱེད་ཀྱི་ཡོད་པ་དེ། རང་ཚོ་ལྟོས་ངན་ན་ངས་ཟེར་ན་ཆུའི་རླབས་ཀྱི་ཐོག་ནས། རླབས་ཆེ་ཆུའི་རླབས་ཆེ་རེད་བ། དཔེར་ན་ངས་རླབས་ཞན་པ་ཞིག་ཁེངས་ཡོང་ནས་རེད་བ་དེའི་ག་ལ་བག་ནོན་པ་ཡིན་པ་ཡིན་ན། ལྟ་རླབས་ཞན་པ་དེའི་འདོད་ཆོས་གཅིག་པ་གཅིག་རྐྱང་རེད་ལ་བསླབ་བརྟག་གཅིག་པར་བྱས་ཙང་ཚང་མ་གཅིག་པ་ཆགས་དགོས་རེད། དེ་ལ་ལྟོས། བསླབ་དེ་ཚོ་མཉམ་སྡེབ་བྱེད་དུས་ཚོད་དཔག་བྱས་ག་རེ་རག་གི་འདུག། དེ་ཧང་སང་ཡ་རེད་འདུག་ཨ། ཧང་སང་ཞིའོ་གས་མ་རེད་ཚོད་དཔག་བྱེད་འདུག་གི་འདུག་ཨ། ཡིན་ནའི་རང་ཚོ་ཧང་སང་ཨ་ཞིག་སྟོན་དགོས་དེ་རང་ཚོ་ལྟ་འདོད་ཡོད་པས། ལྟ་འདོད་ཡོད་པས། དེ་ལ་ལྟོས། དཔེར་ན་ངས་བསླབ་གཞན་པ་ཞིག་གི་ངོས་ནས་དེ་ལ་སྡོམ། ཡིན་པ་ཡིན་ནའི་ད་རེས་བྲིས་ཡ་དེ་ངས་གོ་རིམ་དཀྲུགས་ནས་བྲིས་ཀྱི་ཡིན། ཡིན་ནའི་དངོས་ཁམས་རིག་པ་བས་དེ་ལ་ཡང་གོ་རིམ་དཀྲུགས་ནས་ལག་གི་མ་རེད་ཁོང་ཚོས་རླབས་ཀྱི་སྐོར་ལ་བཤད་ཡོང་དུས། ཁོང་ཚོས་དེ་ལ་ཡང་ཚིག་སྙིང་རྗེ་བོ་ཞིག་བེད་སྤྱོད་བཏང་གི་བ་རེད་ཕ་ནས་འགོ་བཙུགས་པ། འཕེལ་འགྲིབ་ལྡོག་པ། ད་གལ་སྲིད་རླབས་དེ་གཉིས་ཀྱིས་འཕེལ་འགྲིབ་ཡོངས་སུ་དོགས་ཡོད་ན། དེ་གཉིས་ཀྱི་གྲུབ་དོན་དེ་གར་བསྟུན་གྱི་རེད་ཚོད་དཔག་བྱེད་ཨ། གང་ཡང་ཡོད་མ་རེད།
གས་བསྟུན་མ་རེད།
གས་བསྟུན་མ་རེད་བ། ད་དེའི་སྟོན་ཡག་ལ་གལ་སྲིད་ངས་སིབ་དུག་གཉིས་དེ་འཁྱེར་ནས། དུས་ཚོད་གཅིག་པའི་སྒང་ལ་དགྲ་འདང་བསྒྲིགས་ཡོད་རེད་གང་ཡིན་ཟེར་ན་ད་ལྟ་རང་དགྲ་འཁོར་སོང་ཨ། ངས་གཅིག་ལ་ཡང་དུག་ངན་གདའ། བདག་གཞན་པ་དེ་ལ་ཡང་དུང་གིས་ན། ཏོག། འཕེལ་འགྲིབ། དོགས་སོང། རྩོད་པ་བྱས་ཡང་ག་རེ་ཁུག་རེ། རྩོད་པ། ག་ནས་འགོ་བཙུགས། གང་ཡང་ཁུག་མ་རེད། རང་ཚོ་དགྲ་གཅིག་གིས་དགྲ་གཞན་པ་དེ་དཀྲུགས་པར་གོ་འདོད་འདུག་བས། ངས་བྱེད་ཐུབ་ས་རེད། ལྟོས་ཡ་འདི་འདྲས་སུ་ཡོང་ས་མ་རེད། ནམ་རྒྱུན་འདི་འདྲས་བྱས་ལ་ཡག་པོ་ཡོད། ངས་དེ་གར་ཅིག་གོ་རེ་ལབ་ཡིན་ན་དེ་ལ་ཞུགས་རེད། དེ་ནས་དགྲ་ཐོན་ཡོང་དུས། ད་ངས་རིག་པ་བསྒྲིམས་ནས་དེ་ལ་ཡང་ཏག་ཏག་ཞུ་གི་རེད་ད་འདི་གིས་ཕྱི་ལ་མར་སྒྲ་མཐོ་བོ་ཞིག་བཏང་ཡོང་གི་རེད་འདི་གིས་སྒྲ་ཆུན་ཆུན་ཞིག་བཏང་ཡོང་གི་རེད། ཁྱེད་རང་ཚོས་སྣོན་རྩིས་བྱེད་པ་དང་རྩིས་སྣོན་གསལ་བའི་ཁྱད་པར་ཅང་ཡིན་པས། རང་ཚོས་ཤེས་ཀྱི་ཡོད་པས་ངས་དེ་རྡུང་བའི་སྐབས་ལ་ཡང་བུམ་བུམས། སྣོན་རྩིས་བྱས་པའི་རླུང་དེ་དོན་གྱི་རེད་ཕྱི་ལ་དོན་ཕྱི་ལ་དོན་ཕྱི་ལ་དོན་དེ་ནས་སྣོན་རྩིས་མ་བྱས་པར་དོན་གྱི་རེད། ད་ལྟོས་ཨ། ཁྱེད་རང་ཚོས་གོ་སོང་ངས། གོ་སོང་ཨ་དེ་ལ་ཡང་སྒྲ་མེད་པ་དེ། ག་འདྲ་མི་འདུག་དེ་སྙིང་རྗེ་བོ་འདུག་ཨ་ཨང། ངས་དེ་ཡང་བསྐྱར་བྱེད་ཀྱི་མི་འདུག་གང་ཡིན་ཟེར་ན་ཡང་རླུང་རྟ་མ་རྒྱུགས་ན། རང་ཚོས་དེ་དོན་དག་དེ་ཧ་གོ་སོང་ཨ། ཡིན་ནའི་ང་རང་ཚོ་ཅིག་སྟོན་ངེས་འདར་བ་སིབ་དུབ་ཏུ་ཁེངས་ནས་སྡོད་བྱོས་དེ་ཁག་ཁག་གང་ལ་འདྲ་མདངས་ཅི་རིགས། ད། དེ་གཉིས་ཀ་དུས་གཅིག་ལ་བརྡུང། རང་ཚོས་དེ་འདྲ་རྒྱག་བ་ཁུག་སྟེ། ཨང། ད་དགྲ་དེས་འདི་འདྲ་འདྲ་བོ་ཡོང་ཡག་གི་རྒྱུ་མཚན་དེ། སྒྲ་ཕན་ཚུན་ཐར་བའི་རྐྱེན་གྱིས་སྣང་ཚུལ་དེ་ལ་ཡང་ག་ལ་རེ། ལྟ་དེའི་སྣང་ཚུལ་དེ། སྣང་ཚུལ་དེ། ད་ལྟ་དེ་ལ་ཡོད་པའི་སྒྲ་གཉིས་དེ། སྙོམས་སྒྲིག་བྱས་པ་ལས་ཕྱི་དང་ནང་ལ་ཡར་མར་འཕེལ་འགྲིབ་འདོགས་གི་ཡོད་རེད། ཡིན་ད་ལྟ་དེ་ལ་ཡང་ག་རེ་ལབ་དགོས་རེད། མཁས་པ་ཚོ་ཡིན་ད། དེབ་སྒྲ། དེབ་སྒྲ་ད་ག་རང་ངའི་བསམ་པར་རང་ཚོས་ང་དེ་ལ་ཡང་ཏོག་ཙེ་སྒུག་བཅུག་གུར་བསམས་སུ་སྤྲད་དེ་ཡིན་ད་ཁོང་ཚོ་གཅིག་མཐུན་ཨ། ང་ཚོས་སྒྲ་ཐོས་པ་དང་མཐོང་བ་གཉིས་ཀ་ཡོད་དགོས་རེད་ད་ལབ་སུབ་མཐོང་ཡོང་དུས་དེ་སྙིང་འཇུག་མི་འདེད། ང་ཚོས་ལབ་སུབ་དེ་ཐོས་གི་ཡོད་རེད་ད་དངོས་སུ་མཐོང་གི་འདུག་བ། བྱས་ཙང་ཡོ་བྱད་དེ་ལ་ཡང་སྒྲ་གུའི་ཡོ་བྱད་ལབ་དགོས་རེད་དེ་ཧ་ལས་པའི་སྙིང་འཇུག་མི་འདེད་དུ་བ། དེས་ང་ཚོ་ལ་ཡང་རླབས་ཀྱི་དབྱིབས་དེ་མཐོང་བཅུག་གོ་རེད། སྒྲ་མཐོ་བའི་སྐབས་ལ་ཡང། རྩིར་གཏུབ་གཅིག་གིས་གནོད་འཚེ་བྱས་པའི་སྒྲ་དང་རྩིར་གཏུབ་གཞན་པ་དེ་གིས་གནོད་འཚེ་བྱས་པ་དེ་ཁྱེད་རང་ཚོའི་གོ་ཡོད་མགོ་རེད། སྒྲ་ཧ་ཅང་དམའ་བ་དེ་ལ་གནོད་འཚེ་བྱས་པ་དང་མ་བྱས་པ་གཉིས་ཆ་མཉམ་པ་ཆགས་རེད། གཅིག་གིས་གཞན་དེ་བཀག་ནས་གཞན་པ་དེ་སྒྲ་མེད་པ་འདྲ་བོ་ཟུག་གོ་རེད། དེ་ཡག་པོ་མིན་ཏེ། པོ་དྲི་བ་ཡིན་ད།
དེ་འད་ཡིན་དུས་ཟེར་འདས་འོད་འད་དེ་ཚོ་ལ་སྒྲའི་ཁྱད་ཆོས་དེ་ཚོ་ཡག་ཡོད་མགོ་རེད། ཟེར་འདས་འོད་འད་དེ་ཚོ་ལ་ང་ཧང་སང་གི་འདུག།

ད་ཁོ་རང་གི་སྐད་སྦུག་ནང་ལ་སྐད་བཤད་དུས་ཤེར་རྡོ་ཆུང་ཆུང་དེ་དར་རྒུད་བྱས་འགོ་བཙུགས་རེད། ཤེར་རྡོ་དེ་དར་རྒུད་འདི་འདྲ་བྱེད་དགོས་རེད་གློག་རྡུལ་དེ་ཚོ་དེ་ལ་སླེབས་འཛིན་བྱས་བས་ན་ཁྱབ་གདལ་འགྲོ་བྱ་དགོས་རེད། བྱས་ཙང་གློག་སྒུལ་རྒྱུན་ནས་འགྲུག་གོ་རེད། ད་ཤེར་རྡོ་དར་རྒུད་བྱས་ཡོང་དུས་གློག་རྡུལ་ཆུ་ཆུ་དེ་ཚོ་དར་རྒུད་བྱས་འགོ་བཙུགས་རེད། དེ་ལ་ཡང་གྲོས་རིམ་བྱེད་པར་གང་ཡིན་ཟེར་ན་གློག་རྡུལ་ལ་ཡང་འགྱུར་འགོག་རང་བཞིན་དེ་དཀའ་ལས་ཁག་པོ་རེད། སོང་ཙང་གློག་བརྡ་རྟགས་དེ་རག་རེད། དེ་ཁབ་ཆུང་ཆུང་གཅིག་གི་རྩེ་མོ་ལ་འགྲོ་བྱ་ཡོད་རེད་ཨང། ད་དེའི་ལག་ཆའི་འོད་དེ་གང་ལ་ཡང་བསྐོར་རག་ཁོག་རེད། ད་ཁབ་དེ་ཡང་དར་རྒུད་དེ་དང་གཅིག་པ་བྱེད་ཀྱི་རེད།

ད་ཚེགས་དེའི་དེ་ག་ལ་གླེང་ཡོང་དུས་རླབས་ཀྱི་རྒུད་པང་དེ་ག་རེ་ཡིན་པ་བཤད་ཡོང་དགོས་རེད། དེ་གྲངས་ཀ་ལས་སྒོ་དང་ཚེགས་དེ་འདྲས་ག་ལ་བྱེད་དགོས་རེད། དེ་འདྲས་བཤད་ལ་སྒོ་དེ་ནས་དེ་ལ། བུམ། ད་དུས་ཚོད་ཏོག་ཅིག་བྱས་ལ་དེ་དེ་ལ། ད་དེ་ནས་དེ་ལ་སླེབས་ནས་རྒུད་པང་དེ་གའི་ག་རེ་སྟོན་གི་རེད་ལས་སྒོ་དང་ཚེགས་ཨང་གི་ད་དེ་ནས་དེ་ལ་སླེབས་རེད། དེ་ནས་དེ་ལ་དེ་ནས་དེ་ལ། བྱས་ཙང་ཟིན་འདྲའི་འོད་དེ་གི་བྱེད་ལས་དེ་རྒུད་པང་ཚང་མ་དེ་ནས་བར་གྲོལ་བའི་སྐབས་ལ་གྲངས་ཀ་བརྩིས་ནས་འགྲོ་གི་རེད། ད་རླབས་ཀྱི་རྗེས་ཤུལ་དེ་སྟོན་ཡོང་གི་རེད་དངོས་གནས་སྙིང་བཅུག་མི་འདེད། བྱ་བ་བྱེད་སྟངས་དེ་འདྲས་རེད། དེ་ལ་ཡང་རྫོགས་ཡག་དེ་འདྲ་མཁན་ཡོད་མ་རེད། སྔས་མ་སྒྲ་འཇུག་བྱེད་མགྱོགས་ཀྱི་རིགས་དེ་ཚོ་གལ་སྲིད་ཡང་སེ་ཡང་སེ་བཏང་བ་ཡིན་ན་ལམ་སར་འཕྲོ་བརླག་འགྲོ་ཤག་གི་འདུག་ཨ། ཡིན་ནས་ཟིན་བྲལ་འོད་སྡེར་གྱིས་ལས་ཀ་བྱེད་སྟངས་དེ་ག་རེ་ལབ་ཡིན་ན་ལབ་ཀི་ཐོག་ལོས་ག་འདྲས་ཡིན་མིན་དེ་སྟོན་ཡག་གཅིག་པོ་རེད། ད་ག་རང་རེད། དེ་ཧ་གོ་བའི་ཐོག་ནས་འོད་སྡེར་དེ་ཚོ་བཏང་བ་ཡིན་ན་སེམས་པ་སྐྱིད་བོ་ཡོད་རེད་བ། ད་ཡང་ཞིམ་པ་ཆེ་སྒྲ་འཇུག་འཁོར་ལོའི་ནང་ལ་ཟིན་བྲལ་འོད་སྡེར་དང་དང་ནང་བཞིན་རྒྱུན་ལྡན་འོད་སྡེར་བར་ལ་དམིགས་བསལ་ཁྱད་པར་ཅིག་ཡོད་རེད། ཁྱེད་རང་ཚོ་ཁ་ཤས་ནང་ལ་ད་དུང་སྒྲ་འཇུག་འཁོར་ལོ་དེ་འདྲ་ཡོད་ཀྱི་རེད་བ་མ་རེད་པས། བཅའ་ལག་དེ་ཚོའི་གྲས་དེ་རྩ་ཆེན་པོ་ཅན་ཉག་དེ་ཡ་དེ་རེད་བ། རྗེས་མ་རང་ཚོའི་ཕྲུ་གུ་ལ་བསྟན་ཆོག་གི་རེད། ཕྲུ་གུ་དེ་ཚོས་ལབ་གི་རེད། ཨོའོ། སྤྱི་ལག་དེ་ཚོ་བེད་སྤྱོད་བཏང་དུས་ནས་རང་ཚོ་ཡོད་རེད་པས། ང་དེ་ཚོ་བཏང་མེད་མ་ཚད་དེའི་ཉམས་རྟོགས་དང་ནོར་བཤད་འཁྲབ་མྱོང་ཡོད་རེད་བ། དེ་ཚོས་དེ་འདྲས་བྱས་ནས་རྙིང་པ་ཆགས་འགྲོ་གི་རེད། ཡག་པོ་ཉག་བསྡད་མི་འདུག་རྗེས་མ་རག་གི་མ་གདའ། ཡིན་ནས་ཟིན་བྲལ་འོད་སྡེར་གྱིས་མགྱོགས་ཚད་གཅིག་གང་ལ་ཡང་སྐོར་ཁོག་གི་མ་རེད། ངས་དེའི་སྐོར་ལ་ཡང་གཞི་ནས་ཉེས་ཆ་ཧ་གོ་སོང། རྒྱུན་དེའི་སྒྲ་འཇུག་འཁོར་ལོ་དེ་ཚོས་མགྱོགས་ཚད་གཅིག་གི་སྟེང་ལ་ཡང་སྐོར་ཁོག་གི་རེད་བ། བྱས་ཙང་མཐའ་མ་དེའི་ཏོག་སུ་མགྱོགས་པོ་ཡོད་རེད་དེ་དངོས་གནས་མ་རེད་པས། ཟིན་བྲལ་འོད་སྡེར་གང་ལ། ཐིག་རྩེ་ཁ་ཐུག་གཅིག་གི་ནང་ལ་མགྱོགས་ཚད་གཅིག་པ་རེད་ཡིན་ནའི་ལས་ཀོ་ར་རྒྱག་ཡ་དེ་དྲག་མ་རེད། ཁྱེད་རང་དེ་སྐྱིད་དེ་ཡོད་དུས་དེ་ནས་འགོ་བཙུགས་རེད་ཟེ་འབྲས་འོད་དེ་གི་ཏི་ཝུས་ནས་འགོ་བཙུགས་ནས་རིམ་པས་ཐག་ལ་བག་དྲོ་ཤག་རེད། ཐག་ཡང་གོ་མྱོགས་པོ་གཅིག་ཆགས་སོང་ཨ། དང་པོ་སྐྱིད་ལ་ཡོད་དུས་དེའི་འཁོར་སྐྱོད་མགྱོགས་པོ་ཡོད་རེད་ཐག་ལ་སླེབས་དུས་འཁོར་སྐྱོད་དེ་འགོར་བ་ཡོད་རེད། གནས་ཚུལ་དེ་འོད་དེ་འོག་ཏུ་ཡོད་དུས་མགྱོགས་ཚད་གཅིག་གི་སྟེང་ལ་འགྲོ་གི་རེད་ཁྱེད་རང་ག་བག་དེད་པ་ཡིན་ནའི་ཁྱད་པར་ཡོད་མ་རེད། དེ་སྦྲ་འཛིན་འཕྲུལ་འཁོར་ནང་ལ་ཡོང་གི་མ་རེད་གང་ཡིན་ཟེ་ན་སྐར་མ་གཅིག་ནང་ཀོ་བ་འགྱུར་བ་མེད་པའི་ཐོག་ནས་རུ་བ། སྦྲང་རྩིའི་འཁྲུལ་འཁོར་གྱི་མཐའ་འཁོར་ལ་སླེབས་ཡོད་དུས་ཁ་བསྐོར་བ་ལ་ཧ་ལས་པའི་གྱོགས་པོ་ཁོག་རེད། དེ་རང་སོ་ལ་གནས་ས་ཡག་ཤོས་དག་རང་རེད། རྟ་དེ་ནང་ལ་ཉེ་པོ་སླེབས་ཡོད་དུས། ཆ་ཤས་དེའི་ནང་ལ་ཡར་དལ་དུ་འགྲོ་ཤག་རེད། དངོས་གནས་རེད་བ། རང་ཚོའི་ཧ་གོ་ཁུར་བ་ནང་འཁོར་ལོ་དེའི་དལ་བུ་ཁོག་རེད་བ། རྟ་ཕྱི་ལོག་དེའི་གྱོགས་པ་ཁོག་ཡག་གོ་བཙུགས་རེད། ཟིན་བྲལ་བའི་དེ་ལོག་ག་རེད་བ། དེ་དངོས་གནས་ཡམ་ཚིམ་པོ་རེད་བ། ཧ་ལས་ཡག་མང་པོ་ཡོད་རེད་བ། སོང་ཙང་རང་ཚོ་ཟིན་བྲིས་འོད་སྡེར་ར་དེ་འོ་ད་ད་དེ་ནི་ལག་ལ་འགྲོ་འདུག་མ་རེད་བ། ཁོང་ཚོས་དེ་ལ་ཞེན་པ་གལ་ཆེ་ཐུབ་ཡ་ཡོད་མ་རེད་བ། དེ་ནས་དུས་ཚོད་གང་འཚམ་ཅིག་གི་རྗེས་ནས་མི་ཁ་ཤས་ཅིག་གིས་ཟིན་བྲིས་འོད་སྡེར་དེ་བྲིས་སུས་ཀི་དེ་རེད་བ་རྔན་མ་ཡིན་ན་དེ་འདྲས་འདྲས་རེད་བ་དེང་སང་དེ་འདྲས་རོགས་རེད་བ། ད་ཡང་ག་རེ་ལས་འགྲོ་ཡིན་ན། ད་ངས་རང་ཚོ་བཤད་ཡ་ལ་རྔན་མ་ང་ཆུང་དུས་ནས་ལྕགས་ལག་རྗེས་རྒྱུ་བ་འགྲོ་ཡ་ལ་དང་ཐོག་ལས་ལོ་མང་པོ་སྒུག་དེ་ཡིན། ང་ཆུང་དུས་ནས་མོ་སྐྲ་ལ་བལྟ་ཡ་ཧ་ལས་པ་དགའ་བོ་ཡོད་དེ་དྲན་སུས་ཀྱི་འདུག་དེ་འདྲས་ཡིན་དུས་བྱས་ཙང་ངས་མོ་སྐྲ་ཕྱིར་བལྟ་ནས་ཨོའོ། ད་དེ་ལས་ལྷག་གའི་བཟོ་བལྟ་ཡག་ག་ཅི། ད་ཁོང་ཚོས་བཟོ་ཐུག་མ་རེད། མོ་སྐྲ་བཟོ་མཁན་ལག་རྩལ་ཚད་མཐོ་ཤོས་ཀྱི་གྲས་དེ་རེད། མོ་སྐྲ་བཀྲིས་བྱེད་འགྱོ་དེ་དག་ད་ཇོག་ལ་ཡིན་དར་བ། ཡིན་ནའི་དེའི་གང་ཅག་ལག་གཅིག་ལ་ཡང་འགྱུར་བ་འགྲོ་ཡ་ལྔའི་རེ་བ་བྱས་དེ་ཡིན། དེ་ཤེལ་སྒོ་ཕྱི་ཡ་དེ་རེད། ཤེལ་སྒོ་གང་ཆགས་བ་དེ་གང་ཅག་ཕྱི་སྒོ་རེད། ཆུམ་ཆུམ་ཆུམ་ཆུམ་ཆུམ་ཆུམ། དེ་ལ་ཡང་བྱི་ཐང་དེ་དང་མདོ་དེ་ལས་ཡག་གཅིག་གོ་རེད་བ། ངས་དེ་ལ་ཡང་གུག་ནས་གུག་ནས་གུག་ནས་བསྡད་ཡིན། ད་ཆུ་དེའི་བར་ག་འདྲས་ག་གིས་ཕྱེ་གི་ཡོད་ན། དེ་ནས་བདུན་བཞི་བདུན་རྟགས་ཅན་གྱི་ཆེན་པོ་དེ་ཚོ་མར་བབས་སླེ་ཡོད་དུས། ཨོ་ཡང་མེད་ན་བར་སྣང་མཁའ་སྤྲུལ་དེ་མར་བབས་ཡོད་དུས། ད་བར་སྣང་གི་མཁའ་སྤྲུལ་དེ་ཚོའི་ཤེལ་སྒོའི་སྟེང་གི་ཆར་བ་དེ་ག་འདྲས་ཕྱེ་གི་ཡོད་མེད་ཤེས་ཀྱི་བས། ཅུང་ཅུང་ཅུང་ཅུང་ཅུང་ཅུང། ཁོ་ཚོ་ལ་ཡང་ཤེལ་སྒོ་ཕྱེ་ཡག་དེ་ད་ག་རང། གཅིག་པ་གཅིག་རྐྱང་རེད་འདུག་དེ་ཧང་སངས་ཡང་མ་རེད་བས། ད་ཉི་མ་གཅིག་མི་གཅིག་གིས་ཤེས་སྒོ་ཅི་ཡག་དེ་གསར་པ་སྤུས་དག་ཅིག་བཏོན་ཡོང་གི་རེད་རེད་བ། དེ་དུས་རྙིང་པ་དེ་བེད་སྤྱོད་མེད་འཇོག་ཆགས་འགྲོ་གི་རེད་བ། ཁོ་ཚོས་ལབ་གི་རེད། དྲན་གསོའི་གི་དུས་སྔོན་མ་མོ་འདྲེ་གང་གི་ཆར་བ་ཆི་ཡག་དེ་དེ་འདྲས་དེ་འདྲས་དེ་འདྲས་བྱེད་གི་ཡོད་བ་རེད་བ་ཡིན་པ་ཡིན་ནས་ད་ལྟ་ག་འདྲས་རེད་ད་ལྟ། ཨ། ཨ། ཨ། སུས་ཟོས་ནས་ཕྱུག་པོ་ཆགས་འགྲོ་གི་རེད་བ། ཁྱེད་རང་ཚོས་དེ་ལ་གདོང་ལེན་བྱེད་ཡག་རེད། ཛི་འདྲས་བྱེད་སྒོ་ཡིན་ད། ཁྱེད་རང་ཚང་མས་དེ་ལ་བསམ་བློ་བཏང་ཤི་བ། ཤེས་གོ་ཆེ་ཡ་གྱིས་གི་ཡོད་ཆེ་དེ་ལས་ཡག་ཅིག་མ་རེད་བས་ཧ་ཧ། ངས་དེ་ལོ་མང་པོའི་རིང་ལ་ཡང་སྒུག་བསྡད་ཡིན་ཡིན་ནས་ད་དོག་སླེབས་མ་སོང། ད་ངས་དེའི་སྐོར་ལ་ཡང་བཤད་འདོད་བྱུང། ད་ལྟ་སྒྲོབ་ལར་གྱི་ཤུགས་རྐྱེན་དང། དང་ནང་བཞིན་རླབས་ཀྱི་དགག་སྒྲ། བརྒྱུད་རླབས། དང་ནང་བཞིན་ཞུ་རླབས། ཡིན་ནས་ད་ལྟ་དེ་ལ་ཡང་དུས་ཚོད་དང་མི་འདུག་དེ་འདྲ་ཡིན་དུས་བྱས་ཙང་རྗེས་ལ་བཤད་ཡིན་དར་བ། འོ་འགྲིག་སོང་ཨ།